དེ་འདྲའི་སྐོར་བརྗོད་ཀྱི་རེད་ཟེར་བ། ད་ལྟའི་ཚོགས་འདུ་དེ་གའི་ལས་རིམ་འདིའི་ནང་ལོ་ལེགས་ནི་ནམ་རྒྱུན་སྤྱི་བཏང་གི་ཚོགས་འདུ་ནང་གཞན་གཅིག་གིས་དྲི་བ་དྲིས་ལན་གྱི་ལས་རིམ་བཅས་ཡོང་གི་ཡོད་རེད་བ། ད་དྲི་བ་དྲིས་ལན་གྱི་ལས་རིམ་འདིའི་ནང་ལོ་ལེགས་སོ་སོ་འགྲོ་བཞིན་དྲི་བ་བསྐུར་བའི་གལ་བྱུང་མ་ཟད་ཡིན་པ་ནས་མ་རྒན་ལི་ཡ། འབྲས་ལི་རང་ལི་ཡ་ཚོང་རྒྱབ་དེའི་བུ་མོ་གཅིག་འདུག་རེད་བ། བུ་མོ་གཞོན་ཤོས་དངོས་གནས་ཨ་ནི་གང་ལྟར་ཚོང་གི་ཀླད་པ་ཡོད་དེ་ངས་གང་ལྟར་སེམས་ཤུགས་ཚོང་ལི་ཡ་སེམས་ཤུགས་ཡོད་དེ་ངས།

གང་ལྟར་མཁས་དབང་གིས་ག་རེ་བརྒྱབ་པ་ཡིན་ན་འདྲ་མིན་པ་ཡིན་ན་འདྲ་བ། དེ་དུས་དྲི་བ་འདི་བཀོད་པ་དང་སེམས་པའི་ནང་ལོགས་ལན་དེ་ང་ལ་ཡོད་བསམ་བསམ་དུ་སོ་སོ་ལ་ཡང་ཚོར་བ་བྱུང་ཟེར་བ། དེ་དུས་ཚོགས་འདུ་འདིའི་ནང་ལོགས་ལས་མཁས་དབང་ཕ་སྐད་ཞག་ལན་དེ་ང་ཡང་བརྒྱབ་པ་ཡིན་ན་འགྲིག་གི་ད་མ་འགྲིག་མཁན་ཡོད་མ་རེད་བ། སོ་ཁུ་སིམ་དེར་སྤྱི་བཏང་ནས་ལན་བརྒྱབ་པ་ཡིན་ན་ལན་དེ་ང་ལན་དེ་ནོར་འཁྲུལ་ཡོང་སྲིད་བར་བ་དེ་ཅང་ད་དེ་ད་ཞག་ཞག་བར་ཡོང་མཁན་ཡོད་མ་རེད་བ། ཡིན་པས་ནས་སོ་སོ་ནམ་གྱི་འུད་སྒྲོག་བཟོས་དེ་ཡོད་རེད་བ་ད།

ཚོང་གི་གནས་སྟངས་སླེ་དུས་བཙན་པ་ལ་ཡར་ལོ་ཟླ་བ་དྲུག་དུས་ནང་ལོ་ལོ་གཅིག་ནང་ལོ་ལ་ཡར་འཁོར་ག་བས་འདི་བསྡོམས་པ་ཡིན་ན། ང་ཡང་ད་དེ་འདྲ་ཅིག་གི་གྱོང་རང་ནི་དེ་ཡོད་གི་མ་རེད་རོ། ཕ་ཆོས་དེ་ག་ལ་ཨ་ནི། ཟླ་བ་དྲུག་དུས་ནང་ལོ་ལ་ཡར་འཁོར་ག་འགྲོ་དགོས་ཡ་ཆགས་གི་མ་རེད་རོ་ཡིན་གཅིག་མིན་གཅིག་ཅིག་པར་ན་གནང་ངེས་དེ། ང་ཚོ་བོད་པ་སྤྱི་ཚོགས་ནང་ལྷག་པར་དུ་གར་ས།

ཨེ་ལོན་མཱ་སུ་རྗེས་ཚིག་ང་ཚོས་བསམ་བློ་ཞིག་བཏང་དོར། འཛམ་བུ་གླིང་ནང་ལོག་གཉའ་རྒན་ཚགས་ཤོས་འདི་ཏྲེ་སི་ལ་ལ་ཡི་ཀ་མོ་ནི་གི་བདག་པོ་འདི། ཏྲེ་སི་ལ་ནང་ལོག་ལས་ག་ཚོད་ཅོག་གསུམ་ལས་ཡོད་མ་རེད་པ་གཞན་པ་ཚང་མ་ཁོ་གིས་སྤྲད་ཡོད་རེད་པ་གལ་སྲིད་སྔེ་མ་ནས་ང་ཏྲེ་སི་ལ་འདི་བརྒྱ་ཆ་གང་ཟག་ཅིག་ང་ཉག་དེ་ཡིན་ཞུས་པས་ན་ཁོ་ཆེན་པོ་འདི་འདྲའི་ཆ་སྲི་ཡས་ཡོད་མ་རེད་པ། གཉའ་རྒན་ཆེན་པོ་འདི་འདྲའི་ཅིག་ཆ་སྲི་ཡས་ཡོད་མ་རེད་པ་ཁོ་འདི་བཙོང་པའི།

དམ་ཉི་མ་བདེ་བར་གྱུར་པ་ཡིན་གྱི་མིན་གྱི་ཤེར་ཕྱིན། ཤེར་བཀྲའི་ཕ་ཆོས་ལས Partnership ཅེས་སོ་སོ་སྤྲོ་བྱས་ནས་སེམས་པའི་ནང་ལོག་ལ་ཚོར་བ་འདི་འདྲའི་ཞུ་བཅུད། དེའི་སྐབས་ནི་འདི། ཨ་ནི་གང་ཟག་ཨོ་ཧོ་རླུང་ཁྱུང་ཤེར་ཕྱིན། ངས་འདིའི་སྐབས་ནི་འདིའི་ནང་ལོག་ལ་ཡང་སྔོན་ཚེ་བོད་པ་ཅིག་གི་ལས་ནི་དངོས་གནས་ཚོགས་ཟ་ཁང་གང་ལ་ཡང་ཞལ་ལག་གང་ལ་ཡང་ཁེལ་བ་གང་ལྟར་ཉམས་མྱོང་ཡོད་འདོད་པ་འདི་འདྲས་ཅིག་སླེབས་པའི་འདི་ང་རང་སྐབས་ནི་ཞུ་ནས་མི་འདུག་ཚོང་ཁང་འདི་གི་བརྒྱ་ཆ་ལྔ་བཅུ་ལས་མང་བ་སྤྲད་ནས་བཤད་སྤྲད་ཀྱི་ནུས་པ་ཡོད། སོ་སོ་ནུས་པ་ཟུར་ནས་མ་རེག་པ་ད་ལྟ་དང་དེའི་མ་རེག་སོ་སོ་ལ་ཡག་འདི་སྤྲད་དགོས་བསམ་མེད་ཀྱི། སོ་ལ་སེམས་པ་ནང་ལོག་འདོད་པ་དེ་ཡོད་རེད་བ་ཟ་ཁང་ལ་ཡག་ཡག་པོ་ཞུ་ཞིག་ལྟ་འདི་ཡིན། དེ་འདྲའི་གི་སོ་སོ་ཚོར་བ་ཡོད་པས་ནས་ད་དེ་འདྲའི་ཡོང་གི་མི་འདུག་ངས་མང་པོ་ཅིག་ལ་དང་གི་དཔེ་ཞུས་པ་ན་ཤེས་ཅིག་ངས་ཞུས་ཡིན་ར་ཡིན་ནས་མང་པོ་ཅིག་གི་འདོད་པ་གནང་གི་མི་འདུག་ར་བརྩེ་བཟང་ངས་ཞུས་ཞུ་དོན་གཙོ་བོ་དེ་གང་ལྟར

མི་གང་ལྟར་སོ་སོ་ཚོང་དེ་ལ་ཡང་ཁེལ་བ་ཅིག་སོ་སོ་གེ་སེ་མ་ཅན་ཡིན་པས་ན་ཚོང་ལ་ཁེལ་བ་ཚོང་ལ་དོ་སྣང་ཡོད་མཁན་དེ་འདྲ་ཅིག་པར་ན་ཚད་པར་འགྲོ། ཡང་གཅིག་གིས་ཚོང་ལ་སོ་སོ་དོ་སྣང་ཡོད་པས་ཀྱི་མི་ཅིག་ཚོང་ཅིག་རྒྱག་དགོས་ཀྱི་ཡོད་བསམ་ན་ཚོང་ག་རེ་རྒྱག་གིན་པའི་བྱེད་ལག་ཡིན་པ་ཡིན་ན་ཡང་ན་དུག་ལོག་གི་ཚོང་གི་དེ་འདྲའི་ཀྱི་ཁེ་དབང་ཅིག་ཚད་པའི་ཐོག་ནས་པར་ནར་བྱེད་པ་ཡིན་ན་འདི་དངོས་གནས་ཀྱི་འཛམ་བུ་གླིང་འདིའི་ནང་ལོགས་ལ་ཡང་ཀ་མ་ནི་མང་པོ་མཉམ་དུ་འདྲ་འདྲ་བྱེད་ཐུབ་ཀྱི་རེད་བསམ་གྱི་འདུག་ར་དེ་མ་ཡིན་པ་ཡིན་ན་བོད་པའི་ནང་ལོགས་ནས་ཡང་ཚོང་ཆེ་ཤོས་ལྟར་རེད། ཨེ་འདྲའི་འགྲོ་བཞིན་ཆགས་བསྡད་པ་ཡིན་ནས་འཛམ་བུ་གླིང་འགྲན་སྡུར

ཀྱང་ཚོང་གི་ནང་ཟ་ཁང་དེ་ཚོང་ཁང་དེའི་ནང་དེ་གི་ཁྱེད་རང་གི་གཟིགས་ཀྱི་རེད་བ། ཁྱེད་རང་དེ་འཛིན་སྐྱོང་ཉམས་མྱོང་ཡོད་རེད་བ། ཨ་ནི་ཚོང་གི་དེ་ཟེར་དེ་ཚོང་མཁས་བ་ཅིག་སླེབས་བ་ཡིན་ན་མགྱོགས་པོ་ཞུགས་ཅིག་ཚོང་ཁང་གཉིས་པ་གསུམ་པ་བཞི་བ་ལྔ་བ་གོ་སྤེལ་ཐུབ་པ་ཡིན་ན་ཨ་ནི་ཚོང་ཁྱེད་རང་ཡོད་པའི་གི་ཚོང་དེ་བརྒྱ་ཆ་བརྒྱ་བཞིན་པ་ཟིན་པ་ལས་ཨ་ནི་ཚོང་མང་པོ་ཅིག་ལ་བརྒྱ་ཆ་བཅུ་བཅོ་ལྔ་ཉི་ཤུ་ལྔ་བཅུ་ལྔ་བཅུ་ཡོད་པ་ཡིན་ན་དེ་མང་མར་བས་དེ་འདྲ་བཞིན་ཚང་མ་ལ་ཡར་བཀྲ་ཤིས་ལེགས་ད་དེ་འདྲའི་དགྲ་བོ་ཅིག་གང་ལྟར་བཏགས་པ་ག་རེ་བསམ་པ་དེ་ཨ་ཅག་རེད་ཡིན་ཨ་ནི་ནོར་འཁྲུལ་བྱུང་བ་ཡིན་ན་ནི།